ལྷག་པ་རྡོ་རྗེ་ལ་བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས། འཇམ་པའི་རྡོ་རྗེ་ལ་བཀྲ་ཤིས་བདེ་ལེགས་ཨ་རོ་ཚང་བློ་བཟང་ལ་བཀྲ་ཤིས་བདེ་ལེགས་ཆོས་རྗེའི་ངག་དབང་ལ་བཀྲ་ཤིས་བདེ་ལེགས། ཨོ་ད་རྣམ་པ་ཚོ་ད་ཚང་མ་ལོག་ལ། ཨ་ནི་ད་རིང། གོ་ཞབས་མེད་པས་བཟོ་རུ་ཆགས་སོང་དགོན་གྱི་མེ་བ་ཆེ། མ་ཉག་རྗེ་སྐད་ཅིག་ཤེས་བདེ་དགོས་འདི་འདྲས་ཅིག་ཆགས་སོང་དེ་ལ་ཡང་དགོངས་དང་ཐུགས་བདེན་ཕྱི་ནས་ཞུ་ཡ་ཡིན། ད་རིང་ཡང་ཁྲི་སྟོང་དོན་བྱས་རྣམ་པ་ཚོ་ལ་གར་འདྲ་བོ་ཞུ་འདོད་བྱུང་ལབ་པ་ཡིན། ད་ལྟ་ཐུག་ཐུག་ནང་ལོགས་ལ། རང་ཉིད་སོ་སོ་གི་དངོས་གནས་དྲང་གནས་འཕྲལ་སྡོམ་མང་པོ་ཆེ་དུས་ངོ་དེབ་ནང་ལོག་ལ་ཨ་ནེ་ཚོ་བ་མང་པོ་ཆེ་མ་སྤོངས་ཅེས་བཤད་པ་ཡིན། ཚོ་བ་སྤོངས་རྒྱུ་དེ་ཚོ་ཆ་ཚང་རྒྱ་ཆེ་རྒྱ་ཐམ་པ་བདེན་པ་ཡིན་པ་དེ་རང་ཉིད་སོ་སོ་ཡིན་ནའི་རྩ་བ་ར་ནི་བདེ་ལ་ཡ། ངས་བཤད་རྒྱུར་བརྒྱ་ཡིག་བརྒྱ་ཐམ་པ་བདེན་པ་རེད་བྱས་ནས་རྩ་བ་ར་ནས་ཁས་ལེན་ཐུབ་ཀྱི་མེད། སོ་སོ་གིས་བཤད་བྱ་རྒྱུ། བརྒྱ་ཡིག་བརྒྱ་ནས་བརྒྱ་ཆ་བཅུ་བཅོ་ལྔ་ཇི་བསྟན་བསྟན་ནོར་ཡོད་ཀྱི་རེད། སོང་ཙང། ད་རིང་འཕྲལ་སྡོམ་འདིའི་རྒྱུ་ཆེ། ཨ་ནེ་འཕྲལ་སྡོམ་བཟི་དེ་ངས། ང་ལ་ཡག་རྒྱབ་སྐྱོར་བྱེད་མཁན་དང་ང་ལ་ཡག་རྒྱབ་སྐྱོར་མ་བྱེད་མཁན་ཚང་མ་ལོག་ལ། ཨ་ནི་དགོངས་དག་ཐུགས་དེ་ཉིད་ཞུ་ཡ་ཡིན། སོ་སོ་འདྲ་བོ་བྱས་ན་ད་ལྟ་ཐོ་ཐོ་ན་ལོ་ལ། སོ་སོ་གི་མི་ཚེ་ད་ཡུལ་ཡུལ་འདི་འདྲའི་གལ་མེད་རོ། ང་ཡུལ་གཤེགས་ལ་དགའ་པོ་མེད་ཡིན་ནའི། སོ་སོ་སེམས་པ་ན་ལ་ཡོད་ཞེས་པའི་སྐད་ཆས་དེ་ཚོ། མི་མང་གིས་ལ་མ་སྤུངས། ཨ་ནི་མི་མང་ཚོ་གི་གོ་ཚ་ན། ཨ་ནི་བློ་བདེ་པོ་ཆགས་ཀྱི་རེད་འདུག་བློ་ང་རང་ཡིན་ན་བློ་བདེ་པོ་ཆགས་ཀྱི་འདུག་ཨ་ནི་མི་མང་ཚོ་ཡིན་ན་དགོངས་པ་བཞེས་ལ། མཁས་པ་ཡོད་ཀྱི་རེད་བསམ་ས་རུ་དྲན་གི་ཡོད་འདི་གི་བཤད་གི་ཡོད། ད་ལྟ་ཐོག་ཐུག་ལ་རང་ཉིད་སོ་སོ་འདྲ་བོ་བྱས་ནས་སོ་སོ་ལྟོ་གོས་ལ། སོ་སོ་མི་ཟས་ལ་སོ་སོ་ནང་མི་སྐྱི་སྨད་སྤུ་གུ། ད་ག་ན་ཞིག་སྤུན་ཡིན་སྤུན་རྒྱ། ཚང་མ་ལ་མི་ཟས་ལ་ཡ་དཀའ་ངལ་ཆེན་པོ་ཞི་བོ་ཅིག་འཕྲད་སོ་ད་ལྟ་བར་དུ་ཡུལ་སྲོལ་ཅིག་ལ་ཆད་མེད། བཤད་དགོས་ཀྱི་རྒྱུ་མཚན་མེད། ཡིན་ན་འདི་ཚོ་ཚང་མ་ནག་དུང་ལ་བཏང་རྗེས་ད་ལྟ་ཐོ་ཐོའི་ནང་ལ་ལ་སོ་སོ་ངོས་ན་ནི། དངོས་གནས་དྲ་གནས་སོ་སོ་གི་ཆེ་གཙིགས་ལས་མེད་ན་དངོས་གནས་དྲ་གནས་ལྷག་བསམ་ནམ་ད་དྲང་པོ་དྲང་ཞིང་ཁ་རི་ཁབ་ཏུ་བཤད་དགོས་ཨ་བསམ་བསམ་བྱེད་ཀྱི། ཨ་ནི་ད་ལྟ་ཐོ་ཐོའི་ནང་ལ་ལ་སོ་སོ་གི་ལྟ་བ་ལངས་ཕྱོགས་ཡིན་ནའི། རྩ་བ་ར་ནི་འགྱུར་བ་ཚེ་ཐལ་མེད་མ་འོངས་པ་ལ་ཡི་ལྟ་བ་ལང་སྤྱོད་ཟིང་གེ་དེ་འགྱུར་བ་འགྲོ་ཡ་གི། ཨ་ནི། དབྱིན་ཇི་སྐད་དང་མ་སོང་ན chance མེད་རེད་འགྱུར་བ་ཁོ་ར་འགྲོ་ཡ་ཁོ་ར་མེད་རེད། ད་ཡིན་ན་ད་ལྟ་ན་དེ་རིང་དང་དེ་རིང་མིན་སུ་ནི་ང་ལ་ཡ། དམིགས་བསལ་གི་འཚོ་བ་དེ་འདྲ་ག་རེ་ལས་ཀི་འདུག་ཟེར་བ་ཡིན་ན། ཨ་ནི་ངའི་ཤེས་འགྱོད་དང་ངའི་གི། ཨ་ནི་ཁྲེ་གདོང་ནང་ལ་དུས་ཡོན་ཅན་ད་ལྟ་བར་དུ་ན་ལོར་ལ། ཆ་ཤས་གླེང་བྱ་ཁྱོད་འདི་ཚོ་གི། ཕན་ཡོན་ར་བ་ཅིག་ཨ་ཡོད་ན་བསམ་ཚ་ར་བ་ཅིག་གི་ཚོ་བ་ལས་ར་བ། ཚོ་བ་ལས་དགོས་ཡ་རྒྱུ་མཚན་དེ་སོ་སོ་གི་ངོས་ནས། ད་ལྟ་ཐུག་ཐུག་ནང་ལོག་ལ་ཚོ་བ་བཤད་བྱ་དུས་ཚོ་བ་འདིའི་ལྟ་བྱེད། ཨ་ནི་བརྩི་ཚོགས་ནང་ལོག་ལ་མི་མང་པོ་ཅིག་འགྱུར་བ་ཐེབས་ཀྱི་རེད། ད་ག་ན་ཞིག་ང་རང་ཚོ། གཅན་བཟོད་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ཕྱག་ལས་གནང་དེ་ངས་ད་ཆབ་སྲིད་ཀྱི་ད་སྤྱི་འཐུས་རེད། བཀའ་བློན་གཙོ་རེད་བཀའ་ཤག་གཙོ་རེད་ད་ག་ད་ཚང་མ་ལོགས་ལ་ཅིག་བསམ་བློ་གཏང་ཡག་གི་གོ་སྐབས་ཅིག་སླེ་ཡོང་གི་རེད་བསམ་ས་རུ་དྲན་རྗེས་ད་ད་ཐུག་ཐུག་བཤད་པ་ཡིན། སོང་ཙང་ད་ད་ཕ་དོན་ནང་ལོགས་བཤད་བཞག་པ་འདིའི་ནང་ལོགས་ལ། ལྷག་པར་དུ་ཀུན་དགའ་བཀྲ་ཤིས། དངོས་གྲུབ་རྡོ་རྗེ་དགེ་དབང་ཆེ་ལགས། ཨ་ནི་དེ་ག་ན་བཤད་ཅིག་གི། ད་མི་ངས་དྲན་གི་མི་འདུག། ཉིས་སྟོང་བཅུ་དགུ་ནས་སུ་ནི་དགག་པ་རྒྱ་ནི་ལས་རང་མི་ངས་དྲན་གི་མི་འདུག། སོང་ཙང་རྣམ་པ་ཚོ་ཚང་མ་ལོ་ལ་ང་རང་སྒེར་དང། སྒེར་གྱི་སྟོད་གོས་དང་སྒེར་གྱི་མི་ཚེ་དང་དེ་འདྲའི་ཅིག་གི་བསམ་མནོ་སྐྱེས་རྗེས། རྣམ་པ་ཚོ་སུ་གཅིག་ལ། ཨ་ནི་ད་ལྟ་ཐུག་ཐུག་ལ་དགག་པ་རྒྱག་བཞག་པ་འདི་འདྲའི་གལ་མེད། ང་རང་འདྲ་བོ་བྱེད་མཁན་རྣམ་པ་ཚོ་ལ་དགག་པ་རྒྱག་དགོས་ཡ་དེ་སྤྱི་ཚོགས་རང་གི་བསམ་བློ་བཏང། ཨ་ནི་ལྷག་བསམ་རྣམ་དག་ཐོག་ནས་ཡང་དགག་པ་རྒྱབ་བཞག་ཡིན་མ་གཏོགས་ཡང་སྒེར་གཅིག་དགའ་མ་དགའ། ཨ་ནི་ལྟ་བ་འགྲིག་དང་མ་འགྲིག་འདི་འདྲའི་གི་ཐོག་ནས་དགག་པ་བཅར་འགྱར་རྒྱབ་མེད་སོང་ད་རྣམ་པ་ཚོ་ཚང་མ་ལོ་དགོང་དང་ཐུག་དེ་ཞུ་ཡ་ཡིན། ད་གང་ལྟར་དོན་ལྡོག་པོ་གཉེན་པོ་འདི། ག་རེ་འདྲ་བོ་ཞུ་འདོད་བྱུང་ལགས་པས་ན། ད་ད་རིང་ནས་བཟུང་ནས་ཕ་ད། ནི། ང་རང་འདྲ་བོ་བྱས་ན། གནས་སྐབས་ཟེར་རེ་འགའ་ལ། ད་ཟླ་བ་འགོར་གི་འདུག་བདུན་ཕྲག་འགོར་གི་འདུག་ལོ་འགོར་གི་འདུག། ག་དུས་ཡིན་ན། ནི་ལྟས་ཟེར་རེ་འགའ། ད་མཚམས་ལ་བསྡད་གོ་དྲན་གི་འདུག་ང། ནི། ངོ་དེབ་འདི་ཚོ་གང་རུང་ལ། མང་པོ་མང་པོ་ཁྲེལ་གཏོང་དོན་ངོ་དེབ་འདི་ཁ་ཆེ་འདི་འདྲས་བྱས་འདི་འདྲས་མེད་ད་ངོ་དེབ་འདི་ཚོ་གནས་སྐབས་ཟེར་འགའ་མ་རྒྱབ་ཨ་ནི་ཁྲེལ་གཏོང་འདི་ཚོ་ད་མ་བརྫམ་བཞག་བྱས་འདུག་ཨ་གནས་སྐབས་ཟེར་འགའ་འདུག་དེ་ཡིན་གང་ཟེར་ན་སོ་སོ་ལྟས་ཅིག་ལུས་ཀྱི་ཐོག་ནས་བདེ་བོ་མི་འདུག་སེམས་ཀྱི་ཐོག་ནས་བདེ་བོ་མི་འདུག་སེམས་པ་ཡི་སྐྱིད་པོ་རང་མི་འདུག་ཨ་ནི་གཟུགས་པོ་ཡི་ཞེ་དྲག་ཞེ་དྲག་བདེ་བོ་མི་འདུག་སོང་ཙང།

ང་ལ་ཡག། འདུག་ཟེར་ད་ལྟ་བར་དུ་ཕེབས་པ་རེད་ཨ་ནི་ང་འདྲ་བོ། ཡིན་ན་མི་སྐྱོ་བོ་གཅིག་མི་དཀྱུས་མ་གཅིག། ཤེས་བྱའི་ཡོན་ཏན་ཐོག་ནས་ཞི་བོ་གཅིག་ཡོད་བྱ་བ་འདི་འདྲའི་གལ་མེད། གང་ལྟར་ད་ཅིག་ངེད་ཀྱི་ཤེས་བ་འདིས་ན་ལོ་ལ་རྣམ་པ་ཚོ་གི་རིན་ཐང་ར་བ་མཐོང་ཆེ། ཨ་ནི་ངེད་ཀྱི་ཤེས་རྒྱོགས་འདིས་གང་ལོ་ལ་རྣམ་པ་ཚོ་གི་རྒྱབ་སྐྱོར་བྱས་རེད་མ་གཏོགས། ང་སྒེར་རྟ་མགྲིན་ཚེ་རིང་གཅིག་ལ་རྒྱབ་སྐྱོར་བྱས་རེད་བསམ་བསམ་ར་བ་རྩ་བ་ར་ནི་དྲན་གྱི་མེད། འདི་ཡིན་འདུག་ད་ལྟ་ཐུག་ཐུག་ན་ལོ་རྣམ་པ་ཚོ་གི། ཨ་ནི་རྒྱབ་སྐྱོར་བྱེད་བཞག་པ་འདི་ཚོ་ལ། སྙིང་ཐག་པ་ནས་ཐུགས་རྗེ་ཆེ་དང་བཀའ་དྲིན་ཆེ་ཞུ་ཡ་ཡིན། ཨ་ནི་རྣམ་པ་ཚོ་ཚང་མ་ལོ་སྐུ་སུ་དུས་ཀྱང་གནང་རོགས་བྱེད། ཨ་ནི། མ་སྲིད་ཆེས་རིང་བྱུང་བ་ཡིན་ན་ཨ་ནི་མ་འོངས་པ་ན་ལོ་ལ། ཡང་ང་རང་ཚོ་མ་འོངས་པ། ཐེངས་གཅིག་མཇལ་གྱི་རེད་དྲན་གྱི་འདུག་ཐུག་གི་རེད་བསམ་ཚར་ལོ་སུ་དྲན་གྱི་འདུག་ཨ་ནི་ད་ག་རང་ཡིན། ཨ་ནི་གཞན་པ་ཡང་ཞེ་དྲག་ཞེ་དྲག།

ཕན་མཐོ་བ་ལས་གནོད་སྐྱེལ་བ་མང་ལ་ཆུང་བ་ཡིན་ན། འདི་སྡིག་པ། སྡིག་པའི་ཁྲུས་ལ་འགྲོ་དགོས་རེད་མ་གཏོགས། སོ་སོ་གཤིས་ཀ་ལ་མོ་འདི་རུ་སྡིག་པ་བྱས་ནས་འགྲོ་བ་ལས། འདི་ཡག་པོ་མ་རེད་བསམ་ས་རུ་དྲན་གྱི་འདུག་རེད་བ། སོང་ཙང་འདིས་འཚོ་བ་ཤུགས་ཆེན་པོ་ཞུ་ལས་སུ་འདང་དེ་རིང་མིན་ལ་དཔལ་ཤོར་བ། འཚོ་བ་དཔལ་ཤུགས་ཆེན་པོ་ལས། ག་ལ་ན་ད་རྒྱུ་མཚན་མང་པོ་ཡོད་ཡིན་ན་ད། ད་རིང་འདི་ང་ཤེས་ཀྱི་མེད། རྒྱུ་མཚན་ཆ་ཚང་ང་ཤེས་ཀྱི་མེད་རེད་བ། སོང་ཙང། བདེ་བ་རང་ཡིན་རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ། མཚན་མོ་བདེ་ལེགས། ཨ་ནི། མཐའ་མ་འདིའི་ནང་ལོ་ལ་རྣམ་པ་ཚོ་ཚང་མ་ལོ་ལ། སྙིང་གདེངས་ནས་དགའ་པོ་ཡོད་རྣམ་པ་ཚོ་ཚང་མ་ལོ་ལ I love you all I love you all། དབྱིན་ཇི་གི་ན I love you all ལབ་པ་རེད་བ། ད་བོད་སྐད་ཐོག་ནས་སྙིང། སྟེང་ནས། ཚང་མ་ལོག་ལ་དགའ་བོ་ཡོད་རྒྱབ་སྐྱོར་བྱེད་མཁན་ལ་དགའ་བོ་ཡོད། རྒྱབ་སྐྱོར་མ་བྱེད་མཁན་ལ་ཚང་མ་ལོག་ལ་དགའ་བོ་ཡོད། བཀའ་དྲིན་ཆེ་ཐུགས་རྗེ་ཆེ། ཨ་ནེ། རྣམ་པ་ཚོ་ཚང་མ་ལོག། མི་ཚེ་རིང་པོ་བདེ་བར་ཤོག་ན་ཚ་མ་ཡོང་བར་ཤོག་བྱ་བ་ལམ་འགྲོ་ཆུ་རྒྱུག་རྒྱུག་རྒྱུག་བར་ཤོག་བྱས་བྱས་ཨ་ནེ། མ་ལམ་དང། སྨོན་འདུན་གྲངས་མེད་ཡོད་བྱས་ནས་ཞུ་ཡ་ཡིན་ད་ག་རང་ཡིན་ཚེ་རིང་ཨ་ནེ་བྷ་བྷ་ཨའི།